གཉིས་གསུམ་གཅིག། ཨ་ནི་ཏུ་ཚོད་དགོས་ཆ་ནི་ད་ཡང་གཅིག་བྱིའུ་བྱིའུ་ཕག་ཨ་ནར་ཐུག་གི་མི་འདུག་ད་ལྟ་དྲི་བ་གསུམ་འདྲ་བོ་གཅིག་ལེན་གི་ཡིན་ཨ་ནི་མི་མང་རྣམ་པ་ཚོས་ཡང་མོ་ལ་ཡང་གཅིག་དྲི་བ་འདྲི་ཡ་དེ་འདྲ་གི་འདུག་བ་ཡོད་ན་ང་ཚོས་དྲི་བ་གསུམ་ཟིག་ལེན་ཆོག་ལ་ནི་ཞུ་ཡ་ཡིན་ཨ་ནི། དྲི་བ་དྲི་ཉིན་ཡོད་ན་ལམ་སང་མི་གསུམ་ཟིག་ཡར་ཕེབས་རོགས་གནང་བཀྲག་ལྡན་ལགས་ཡར་ཕེབས་རོགས་གནང་ཨ་ནི་ངག་དབང་ལགས་ཡར་ཕེབས་རོགས་གནང་ཁོང་གཉིས་ཆ་གི་ཕྱག་རྒྱག་གནང་སོང་ཨ་ནི། ཡར་ཕེབས་རོགས་གནང་རྣམ་པ་ད་རྣམ་པ་གསུམ་དག་རང་ཡིན་ད། ཨ་ལེ་ཨོ་ནི་ཆབ་སྲིད་བཙོན་སྲོལ་ཡར་ཕེབས་རོགས་གནང་དཀར་ཟ། ལ། ཁྱེད་རང་ཡར་ཕེབས་རོགས་གནང། ལ་སོ་ད་གྲྭ་བ་བཞི་གི་ཐང་ཤོག་གི་ཆབ་སྲིད་ཚོང་ཚོད་ལ་ད་མཚན་ངའི་ལམ་སང་དྲན་མ་སོང་ད་ཕ་ཡི་རྟ་བོ་ནས་རེད་ཁ་སང་ངོ་མ་སུམ་ཅུ་དུས་དྲན་སྐབས་སུ་ང་ཚོ་ལ་ཕ་གིས་གསུང་བཤད་དེ་དེ་འདྲ་གནང་ཡོད་བ་རེད་དམིགས་བསལ་གྱི་ཡང་ཆབ་སྲིད་ཚོང་ཟོས་ཡིན་པའི་རྒྱུ་མཚན་ལ་བརྟེན་ནས་གོ་སྐབས་ཤིག་ཐེ་བ་ཕུལ་བ་ཡིན་ཨ་དྲི་བ་དེའི་རྗེས་ལ་གཞན་པ་དྲི་བ་འདིའི་གོ་སྐབས་མེད་ལས་ནས་ཞུ་ཡ་ཡིན་ལ་སོ།
བཀྲ་ཤིས་ལན། ངེད་ལ། ངེད་ཀྱི་དྲི་བ་དེ་འདི་ཡིན། ཁྱེད་རང་ལྟ་བུ་ལོ་བཅུ་བཅུ་བཞི་བོ་ཞིག་ནས་ཨ་ནི་བོད་སྐད་བོད་ལ། སྐད་འབོད་རྒྱ་ཡིག་གི་བློ་ཁོག་དང་དེ་འབྲེལ་སླད་ཨ་ནི་སྐྱབས་མགོན་རིན་པོ་ཆེ་མཇལ་ཡས་ཀྱི་ཆུང་དུས་ནས་བོད་འདི་བཞི་བོ་ཅིག་འདུལ་བ་ཨ་ནི་སོ་སོའི་གི་སྨོན་ལམ་རྒྱབ་ནས་ཨ་ནི་མཐའ་མར་རྒྱ་གར་ལ་ཕེབས་ནས་སྐྱབས་མགོན་རིན་པོ་ཆེ་མཇལ་དུས་ཨ་ནི་ཁྱེད་རང་གི་ཚོར་བ་ག་འདྲས་ཅིག་བྱུང་སོང་ཨ་ནི་ཁྱེད་རང་གིས་རྒྱ་མི་གི་བཙོན་ལ་མང་པོ་ཞུགས་ཅིང་སྡུག་པོ་མྱངས་དུས་སེམས་ཁམས་རིག་པ་ལ་སྐྱོན་ཞུགས་ཤིག་བྱ་ཡི་རོ། ཨ་ནི་འདིས་སྐྱབས་མགོན་རིན་པོ་ཆེ་མཇལ་ནས་ཁྱད་པར་བྱུང་ཡོད་ན་བྱུང་མེད་ན་དེའི་རྗེས་ལ་སེམས་པ་དེ་ཁུར་ཡང་རུ་འགྲོ་ཡོད་ན་མེད་ན། ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཟླ་བ་བདུན་པའི་ཚེས་གསུམ་གྱི་ཞོགས་པ་ཡིན་ཟིག་གོང་ས་སྐྱབས་མགོན་ཆེན་པོ

རེ་བ་ཧ་ལས་པའི་རྒྱ་ཆེན་པོ་བཞག་ཡོད་རེད། འདི་ཁོང་རེ་དེ་ནས་ཐོན་དུས་གཅིག་བདེན་པ་ཨ་རེ་གོ་བསམ་གཅིག་གི་གཅིག་འདི་འདྲ་བོ་ཡོད་ང་ཚོ་ཡོད་གི་ཡ་ཞིག་གི་གཅིག་ཡིད་མི་ཆེས་རྒྱུ་འདྲ་བོ། དེ་ནས་ཁོང་རེ་ག་འཇགས་ནི་འདི་དེ་དེ། དེ་ནས་མ་རེ་ཐོན་དུས་དཔེར་ཁོང་རེ་གི་དཔེར་དེ་མིན་འཇགས་ནི་བཏང་དུས་ཞིག་གི་སེམས་སྡུག་གི་རྒྱུ་མཚན་ཆི་ཟིག་ག་ཟེར་ན་ཁོང་རེ་གི་དགུང་ལོ་འདི་མིན་ཆེན་པོ་ཟི་རེད། ང་ཚོ་བོད་སྐད་གཉེར་སྟངས་ད་རུང་འདི་མིན་ཛ་དྲག་ཟི་རེད། ཡིན་ན་ཡང། ད་འདི་མི་ཟེར་རི་བོང་ལོན་པ་དོན་འདི་ཡང་དེ་ཟེར་གྱི་སྐད་ངན་ཡོད་ག་ཡིན་ན་ཡང་ད་རྒྱལ་བ་རིན་པོ་ཆེའི་བཀའ་དྲིན་ཐུགས་རྗེས་བྱིན་རླབས་གི་ཡིན་ཚུལ་གྱི་ང་འདིའི་སྟེང་ལ་ལངས་ཐུབ་འདི་སྐད་ཆ་བཤད་ཐུབ་མོད་རྒྱལ་བ་རིན་པོ་ཆེའི་བཀའ་དྲིན་འདི་ཁོང་རིགས་མེད་ཁ་ཡིན་ན་དངོས་གནས་དྲང་ནས་ང་འདིའི་སྟེང་ལངས་ཐུབ་རྒྱུ་མ་རེད། མཚམས་རེ་ནི་སྔོན་ནས་ཕྱི་སུ་གོ་ནོར་བསོད་ནམས་ནང་དོན་མེད་དོན་སྙིང་མེད་རྒྱུ་འདི་སླེབས་ཀི་ཡོད་ཡིན་ན་ཡང་ཁོང་རུ་ཡོད་ནས་བཀའ་དྲིན་གི་ང་དེའི་གསོན་ཤུགས་དེ་ར་དེའི་སྙིང་སྟོབས་དེ་ར་དེ་སླེབས་ཀི་ད་རྒྱ་རིན་པོ་ཆེ་ནི་ང་ཚོའི་ཧ་མ་རེད་ང་རང་གི་ཧ་མ་འདྲ་བོ་ཡིན་ཧ་མ་ཚང་མའི་ནང་ལོགས་ཡོད་ཡིན་ན་ཡང

དགྲ་བོ་རྒྱ་དམར་ལ་ཡག་ལ་ངོ་རྒོལ་བརྩད་པའི་སྐབས་དང་ལྐུགས་པ་དེ་ང་ཚོ་བཙན་གྱི་ནང་ལ་འགྱག་སོང་ཨ་དེ་ཡོང་དུས་སྤྱི་སྟངས་དང་ང་ཕལ་ལས་འཚར་ལོངས་བྱེད་རྒྱུ་ཅིག་རྒྱ་མིའི་བཙན་ཁང་ནང་ལ་འཛིན་མྱོང་བའི་མི་ཞིག་ཡིན་ཨ་དེ་ཡོང་དུས་ད་ང་རང་བོ་ལྗོན་རིགས་ཀྱི་ཐ་ཚིག་ཅིག་ནང་ལ་ཡག་ལ་ད་ད་ལྟ་མཆོག་རང་བལ་ནང་ལ་ས་དེའི་ཆ་སྲིད་བཙན་བཟུང་ཞིག་ཕེབས་དུས། ད་ལྟ་རྐང་མིག་གི་རྒྱུན་རིང་ནང་ལ་ཡང་ད་ང་ཚོ་བོད་ཀྱི་ཐ་ཚད་དུ། མི་རིགས་ཀྱི་ཐོག་ལ་ཡག་ལ་ཨ་ནི་དེ་འགྲིག་གི་འགན་ཁུར་ཚད་དགོས་གི་ཡག་པ་དེ་རྐང་མིག་གྱིས་ཤུགས་ཆེན་པོ་ཞུགས་ཅིག་གསུངས་ཚུན། ཨ་ནི་དེ་ཡོད་དེ་དེ་ལ་སྙིང་ཐག་པ་ཐུག་རྗེས་ད་ང་ཚོ་གི་བོད་ཀྱི་ཐ་ཚད་གི། ཟེ་ས་དེ་དགྲ་བོ་རྒྱ་དམར་ནས་ཐུག་གི་ཡོད་རེད་དེ་ཡིན་དུས། ང་རོ་ཚོས་ལས་འགུལ་གང་སྤེལ་བ་ཡིན་ན་དེའི་ནང་ནས་ཆོས་བརྒྱུད་རིག་གཞུང་མི་རིགས་སྐད་ཡིག་རྩ་མེད་གཏོང་དུས་དེ་གཏོང་གི་འདུག་ཟེར་དགྲ་བོ་རྒྱ་དམག་ནང་རྒྱ་མི་འགྱིང་ཚག་འདུག་འཛམ་གླིང་གཉེན་སྒྲིག་རྒྱལ་ཚོགས་ལ་ངོ་རྒོལ་བྱས་པའི་སྐབས་དེ་ན་ད་ལྟ་དུས་ལ་མི་སྐྱ་སྐྱེས་ལྔ་ཉེས་གཞི་འདི་འདྲ་མ་ཚོགས་ང་ཚོ་འཛམ་ཐུག་གི་ཡ་མ་རེད་ནི་དེ་ཡིན་དུས་ཆོས་རོགས་ལ་བཙན་བྱོལ་ནང་ལ་ཕེབས་ཚར་དུས་གཏན་གཏན་དེ་འདྲའི་ཐོག་ལ་ཉམས་མྱོང་ཅིག་བསགས་ཡོད་ཀྱི་རེད་དེ་ཡིན་དུས་དེ་གི་ཐོག་ལ་ཆོས་རོགས་ལ་ང་ཚོ

ད་དངོས་གནས་ང་ཚོ་འདི་མི་རང་དབང་ལོངས་པ་ཟེར་ཡོད་དེ་འོད་སྣང་ཡིན་ན་ཡར་ལངས་སུ་བསྐྱལ་ཡིན་ན་ཁ་བཏུག་གི་ཡིན་ཚིག་གི་བཙོན་ཁང་ནང་བསྡུས་ནས་ཧ་མ་ད་ཆ་ཉིན་བརྡ་བཏང་ནས་དེར་སྐད་ཆ་སྐྱེ་བཤད་ན་མི་ཆོག་ཟིག་གང་སོང་ན་ཧ་གོ་གི་མ་རེད་ཆགས་བཞག་ན་ང་རང་གི་ཨ་བོ་དང་ང་རང་གི་ཨ་ཕྱི་ངེད་གཉིས་འདྲེས་ནས་ལོག་ཅིག་དེ་ལྟ་བ་ཅིག་ངེད་གཉིས་སྐར་སྲུང་ཆ་མེད་ཡིན་ནི་རེད།

ང་ཚོ་དེ་འཛིན་གི་ཡོད་རྒྱུ་གཅར་རྡུང་ཡེད་ཀྱི་ཡོད་རྒྱུ་དྲང་བདེན་མི་འདུག་དང་ང་ཚོ་འཛམ་བུ་གླིང་དང་རྒྱལ་སྤྱི་དང་ང་ཚོ་ཧ་གོ་ནས་བསམ་གི་ང་ཚོ་ཞིག་རེ་བ་ཆེན་པོ་ཡོད་རེད་བོད་ནང་ཨ་དེ་དེ་ང་ཚོ་རང་ལོངས་པ་ཡོད་དེ་ཡིན་ཚིག་གི་ང་ཚོ་རང་ལོངས་པ་སུ་སྐད་ཟི་མར་རྒྱལ་ནི་རྒྱལ་སྤྱི་དང་རེད་འཛམ་བུ་གླིང་རེད་རྒྱ་ནག་གི་ཡིན་ཚིག་གི་འདི་ད་རྒྱལ་སྐད་རྒྱལ་སྐད་ཟེར་ཚོགས་འདུ་ནན་མོ་སྣ་ཚོགས་འཚོགས་གི་འདུག་ཨ། ཏི་སོག་ཡིག་མེར་སྐད་འབོད་བརྒྱབ་ནས་ད་ཏི་སོག་འཚོགས་མཁན་མི་འཇིག་ཨེ་འཇིག་གི། ཁོ་སོག་རྙོག་གྲ་བཟོས་ན་ང་ཚོ་ཕན་ཐོག་ཡོད་ཀྱི་རེད། རྒྱ་རྒྱ་ནག་གི་ང་ཚོ་ལ་དེ་མི་སྡུག་སྦྱོང་ནད་བཅོས་བཏང་གི་འདུག་རྒྱ་ནག་གི་ང་ཚོ་ལ་ང་ཚོ་ང་ཚོ་ནུས་ཨེ་ཟི་རྒྱལ་བའི་ནད་མཐུ་རྡོག་རྩ་གཅིག་སྒྲིལ་ཟི་བྱས་ན་ང་ཚོ་ནུས་ཨེ་ཟི་ཡོད་གི་ར་ང་ཚོ་ནུས་ཨེ་ཐོན་གི་ར།

ང་ཚོ་མྱི་ཁུར་གཟིགས་འགན་མ་རེད་ང་ཚོ་བོད་པ་ཟིག་ཡིན་ཚད་ཚང་མ་འགན་ཡོད་རེད་ང་ཚོ་བོད་འབྲོག་གིང་ཁམས་གསུམ་གི་སྐྱིད་སྡུག་རེད་མ་ང་ཚོ་མྱི་གཅིག་གི་སྐྱིད་སྡུག་མ་རེད་ང་ཚོ་ཕྱི་གི་རྡོག་རྩ་གཅིག་སྒྲིལ་ཡིན་དང་ང་ཚོ་ངོ་རྒོལ་ར་རྒྱུ་ཕྱི་ག་ཆེན་པོ་རེད།
ཀུ་ཅི་ཀུ་ཅི་དུས་ཚོད་ང་ཚོ་ཚང་བྱ་ཞེས་ཏེ་ཅི་ནས་ཨ་ནི་དྲི་བ་དེས་ཅིག་མགྱོགས་པོ་མགྱོགས་པོ་ཅིག་དྲི་རོགས་གནང་ལ་ནི་ཞུ་ཡ་ཡིན། རྒྱལ་གཅེས་བོད་ཀྱི་དཔའ་མོ་རྣམ་སྐྱིད་མཆོག་ལ་ནི་སྙིང་ཐག་པ་ནི་གུས་འདུད་དང་འཚམས་འདྲི་ཡོད། སྔན་མ་ནི་ཕྱིན་ནི་ང་རང་གིས་ཁྱེད་ཀྱི་ཨ་ནི་ལས་འགུལ་སྤེལ་ས་ག་བ་ག་ས་ཆ་ཚང་ཅིག་ཉིད་ཀྱི་བརྙན་དང་པར་གྱི་ཐོག་ནས་མཐོང་མྱོང་ཡོད། དངོས་གནས་ཀྱི། ག་བུ་དང་ག་ལོག་རེད་དེ་རིང་དངོས་སུ་བྱ་བ་དཔེ་མི་སྲིད་གི། ག་བུ་བྱུང། ད་ངས་བཀའ་འདྲི་ཞུ་ཡ་དེ། དེ་གཉིས་གོང་དུ་དྲི་བ་ཅིག་ཕེབས་པ་ནང་བཞིན་གྱི། ང་ཚོ་འདས་ལ་ད་སྐད་འབོད་དང་ལས་འགུལ་དེ་འདྲས་བྱས་པ་ཡིན་ན། ད་ད་རིང་སང་ལ་མི་ཉུང་ཉུང་ཡོད་པ་ལབ་པའི་རྒྱུ་མཚན་གཙོ་བོ་གཅིག་ག་བ་ལ་ཐུག་གི་ལུགས་ལ་ན། ང་ཚོའི་གི་དེ་ལ་རྒྱ་ནག་གཞུང་ཚབ་ཡིན་ན་རེད་རྒྱ་ནག་གི་དཔོན་རིགས་མི་སྣ་སླེབས་པ་ཡིན་ན་རེད་དེ་ལ་ང་ཚོ་སྐད་འབོད་གི་ལས་འགུལ་རེད་ད་ནང་བཞིན་གི་ཞུ་འབོད་དང་དེ་འདྲས་བྱེད་པ་ཡིན་ན་བོད་ནང་ལ་ཉན་གི་རེད་ད་བོད་ནང་ལ་ཡོད་ཀྱོག་གི་བོད་མི་དེ་ཚོ་ལ་ཁོ་ཚོ་ཕར་ལོག་བྱས་ནས་ཕ་གི་ལ་གར་ས་རྡུང་རྒྱབ་བྱེད་གི་རེད་དེ་འདྲས་མ་སོང་ད་དེ་འདྲས་བྱུང་པ་ཡིན་ན་ཕལ་ཆེར་ད་འདི་ལ་ཡང་འཛེམ་བྱས་ནས་ཕལ་ཆེར་སྐྱོན་བཞིན་མེད་འདྲ་སེམས་སོ་སོས་དེ་འདྲའི་བསམ་བློ་འཁོར་བསྡད་ཀྱི་འདུག་ཨ་ནི་དེ་འདྲའི་གལ་སྲིད་དངོས་སུ་དེ་འདྲའི་ཡོང་གི་ཡོད་རེད་ཡོད་མ་རེད་ང་ཚོ་འདི་སྐད་འབོད་རྒྱབ་ཨ་ནི་ཅིག་ལས་འགུལ་སྤེལ་བ་ཡིན་ན་ཨ་ནི་དེའི་ལ་རྒྱུ་མཚན་ལ་བརྟེན་བྱས་ནས་ཨ་ནི་བོད་ནང་ལ་ཡོད་པའི་གཞིས་ལུས་བོད་མི་དེ་ཚོ་ལ་མནར་གཅོད་དང་སྡུག་སྦྱོང་འཐོལ་པ་བཏང་གི་ཡོད་རེད་བས་ག་འདྲ་རེད་དེ་ཅིག་ག་འདྲའི་ཤེས་ཉེན་འགྲོ་སོང། ད་སྤྱིར་བཏང་གི་ཡིན་ཙི་གི། ང་ཚོ་ཡིན་ཙུག་གི་བོད་ནས་ཡོང་ནི་ཡིན་ཙུག་མདོག་གིན་ཁམས་གསུམ་ནི་ད་ལྟ་ཡོང་གི་ནི་ཡོང་ནི་མང་ཡོད་རེད་བ། ཡོད་ནི་རེད་དེ། ད་ང་ཚོ་སོ་སོ་སོ་སོ་ས་གནས་ནས་ཡོད་རྒྱུ་ཡིན་ཙུག་གི་རང་རང་གི་ས་གནས་གི་ནུས་སྟངས་རེད་རྒྱ་ནག་གི་བཙན་གནོད་དང་གཉའ་གནོད་ཆེ་མི་ཟིག་ཡོད་ཧ་གོ་གི་ཡོད་བ། ཡོད་ནི་ཡང་ད་སོ་སོ་ནང་མི་ཕྱི་ལོག་ཡོད་ནི་བོད་ནང་ནས་ཡོད་རེད་སྐད་ངན་ཕྲ་ཀི་རེད་ཟེར་ནི་བཤད་ཀི་མི་འདུག་བ། དང་ང་ཚོས་ཕྱོགས་བསྡོམས་འབུལ་མ་ཐུབ་ན་བོགས་གཞོན་རྫས་བཤད་སའི་གཟི་ཡོག་གི་དུ་མི་ནས་ཆབ་སྲིད་ཀྱི་བཤད་ལེན་ནི་ང་ཚོ་བོད་དང་མང་པོ་ཡོད་ཀ་དུ་སོང་ང་ཚོ་སོ་སོའི་ནང་ནང་གནས་སྟངས་ཀྱི་དགོན་པ་རེད་སོ་སོའི་ཡུལ་ཚོ་རེད་བྱུང་ནང་གནས་སྟངས་དུ་ཞུགས་བྱ་རྒྱུ་དེ་ཞིག་གལ་ཆེན་པོ་རེད་ང་ཚོ་དེ་གནས་སྟངས་དེར་དགོས་ཀྱི་ཡོད་རེད་ང་ཚོའི་ཕྱི་ལོགས་ནས་ང་ཚོའི་སྐད་འབོད་མ་རྒྱས་པ་ཡིན་ན། ནག་ལོག་ནས་ང་ཚོ་དུས་དབུགས་དང་ཡ་ཟ་འགུ་ཡ་ཟིམ་ཡ་ཤེར་ཚད་ཤེར་ཚད་ཁྲིམས་ཁང་ནང་རེད་ལོག་གསུམ་བཞི་ལྔ་དྲུག་བདུན་བརྒྱད་དགུ་བཅུ་གཅིག་བཅུ་གཅིག་བཅུ་བཅོ་ལྔ་བཅོ་ལྔ་ཡོད་ཆགས་ཀི་ཡོད་རེད་དེ་ཡིན་ན་ར་ཁོ་ཚོ་ཉོ་སྟོབས་ལྡན་ལྷག་བསམ་ཁོ་ཚོ་ཤོག་ཧར་ངེས་ཡིན་དེ་ར་ཡར་ལངས་ཡིན་འཇོག་གི་ཡོད་རེད་ང་ཚོ་ཞི་གོ་འདི་ན་ཡོད་དུས་ང་ཚོ་གཅིག་ཕྱི་ལོག་ཟེར་ཡང་བོད་ནང་ལ་གནོད་གི་རེད་ཟིན་ད་དངུལ་དག་གནོད་ནོ་མི་ཚོར་གི། ང་ཚོ་ཞིག་ཨུ་ཡོན་ཚུགས་ཀྱི་ནང་ལོགས་ནས་སྐད་རྒྱག་དགོས་བྱུང་དར་དུ་ཚོ་སོ་སོ་ཡོན་ཚུགས་ཀྱི་ཕ་མ་སོགས་ཉེ་སར་རྩ་ལག་བུན་ནང་ན་ཡོད་རེད་མྱོང་གི་ངའི་སྤུན་ཆ་གཅིག་གཅིག་གཅིག་གིས་བཞག་ནི་རེད་ངའི་ཨ་མ་གཅིག་གཅིག་གཅིག་གིས་བཞག་ནི་རེད་ངའི་ཨ་བོ་གཅིག་གཅིག་གཅིག་གིས་བཞག་ནི་རེད་ཟེར་བཞག་མོ་མོ་ང་ཚོ་སྤོགས་བྱུང་དར་ང་ཚོ་ཆབ་སྲིད་གླིང་གི་ཕལ་གྱི་གི་ནང་བཤད་གི་ཡོད་གཤེགས་སྒོ་རུ་བ། དེ་མཉམ་འབྲེལ་རྒྱལ་ཚོགས་དང་དྲི་བ་གཏང་ས་ཡོད་རུ་བ། ང་ཚོ་གཤེགས་སྒོ་ང་ཚོའི་སོ་སོའི་ཉེས་སར་རྩ་བརླག་དང། དགོངས་དག། སོ་སོའི་ཉེས་སར་རྩ་བརླག་དང་སོ་སོའི་ནང་མི་ནང་འཁུར་དང་སོ་སོ་སོ་སོའི་ས་གནས་རྣམས་སྙོམས་གི་ཡོད་རྒྱ་ནག་གི་ཀ་རི་གུར་གུ་བཏང་གི་ཡོད། ང་ཚོ་བོད་གཞུང་འཛིན་བྱེད་ས་ཡོད་གི། ཆབ་སྲིད་ཀི་ལིང་གི་སྤེལ་ནི་དེ་མིན་མང་པོ་ཡོད་གི། གཅིག་གཅིག་སོང་མིག་གཅིག་སོང་སོ་སོ་སྡོད་ང་འབུམ་མ་ཐུབ་ན་བཤད་ནི་འགྲིག་གི་ར། དེ་ནས་རྒྱ་ནག་དྲི་བ་དང་རྒྱལ་སྤྱིའི་དམ་ངག་ལ་ང་ཚོ་དེ་ལས་ལྷག་གི་ནུས་བ་ཐོན་གི་ར།

རྣམ་རྒྱལ་ལགས་འདྲ་བོ་ཅིག་ད་ང་ཚོའི་བོད་ནང་ལོག་ལ་ཡ་སྐན་པའི་ལྗགས་ལྡུད་ཙམ་པ་འཐེན་མ་སོགས་འགྲོ་ཡི་གི་ཉེན་ཁ་ཚམ་ལ་ཡོད་རེད་རྒྱ་གར་ནང་ལོག་སྐན་པའི་ག་ཚོད་ཅན་ནི་སོགས་དང་ཉེན་ཁ་ཡོད་མ་རེད་ཡིན་ནའང་ཁོ་རང་འདི་འདྲའི་བློས་བཏང་བྱིས་ནས་སོགས་ཀྱི་ཉེན་ཁའི་ཚམ་གྱི་ཁ་ནས་ཐར་རྗེས་དེ་རིང་འདི་འདྲའི་ཨ་རི་ནང་ཕེབས་ཡ་བྱུང་བ་དེ་ང་ཚོ་བོད་མི་ཚང་མ་གིས་ཨ་ནི་འདི་འདྲའི་གི་རྒྱ་ཆེ་དཔའ་མོ་ཅིག་ཨ་ནི། ཚེ་ནས་མཐར་བྱེད་དུ་སླེལ་བ་དེ་བསོད་ནམས་དང་ཨ་ནི་ངོས་འཛིན་ཞུ་གི་ཡོད་ཞུ་ཡིན་རོགས། ད་ང་འདྲ་བོ་ཅིག་ཡིན་ན་རྒྱ་གར་ལ་སྐྱེས་ནས་བོད་མིག་མཐོང་མ་མྱོང། ཡིན་ན་ཡང་བོད་ནང་ལོགས་ལ་ཡ། ང་རང་ཚོ་བོད་མི་ཚོ་ལ་སྡུག་ཅིག་དཀའ་ངལ་མྱངས་ཡོང་དུས་བཙན་པ་སེམས་ཀྱི་མ་བཟོད་ཅེས་ད་ལོ་ངོ་ཉི་ཤུ་ཟི་ལིང་ལ་ཡ། ཐང་ཏིང་ལ་དོན་བྱས། བོད་རང་བཙན་གྱི་འཐབ་རྩོད་སྒང་ལ་ཡ། ལས་ཀ་བྱེད་དེ་ངེས་ཅིང། དེ་ཡིན་དུས་བརྩམས་པ་ད་ལྟ་ངས་ག་རེ་མཐོང་གི་ཡོད་རེད་ལབ་ན། ཉིས་སྟོང་ཉི་ཤུ་རྩ་ལྔ་ནས་ཉིས་སྟོང་སུམ་ཅུ་སོ་ལྔ། ལོ་བཅུ་དེ་ང་ཚོ་བོད་མི་ཚོགས་ཀྱི་འཐབ་རྩོད་ཀྱི་ཁ་ཁྱོག་གནད་འགག་ཆེ་ཤོས་ཅིག་ལ་ངས་ངོས་འཛིན་ཞུ་གི་ཡོད། དེ་ལོ་གཅིག་དེ་ནང་ལོགས་ལ་ང་ཚོ་བོད་མི་ཚོགས་ཀྱི་འགན་འཁྱེར་ནས་དམིགས་བསལ་གྱི་རང་དབང་ལུང་པ་ན་ལ་དེ་ངེད་ཚོ་གི་འགན་འཁྱེར་ནས་ལས་ཀ་ཅིག་མ་བྱེད་པ་ཡིན་ན། བོད་རང་བཙན་གྱི་འཐབ་རྩོད་མ་བྱེད་པ་ཡིན་ན། ཨ་ནི། ང་རང་ཚོ་བོད་མི་ཚོ་ལ་མ་འོངས་ཀྱི་མདུན་ལམ་ཅི་བྱས་མཐོང་གི་མི་འདུག་བྱས་ཙང་རང་བཙན་རྩོད་དགོས་ཡ་དེ་གནད་འགག་ཆེ་ཤོས་ཐོག་ནས་ངེས་ཀྱི་འདུག་མཐོང་གི་འདུག་བསྟན་དུ་སོན་པ་རྣམ་རྒྱལ་ལགས་ཀྱིས་ང་ཚོ་བོད་རྒྱལ་ཁབ་སླར་གསོ་བྱེད་དགོས་ཡ་དང་ཨ་ནི་རང་བཙན་རྩོད་དགོས་ཡ་དེ་ལ་ཡ་གནད་འགག་ཆེན་པོ་ག་འདྲ་ཞིག་ཟེར་གྱི་འདུག་འདི་གི་བའི་ད་ལྟ་ཉིས་སྟོང་ཉི་ཤུ་རྩེ་ལྔ་ནས་ཉིས་སྟོང་སུམ་ཅུ་སོ་ལྔ་གྱི་ལོ་དེའི་ནང་ལོ་ལ་ད་ང་རང་གྱི་ལྟ་ཚུལ་གྱི་ནང་ལོ་ལ་བཙན་བྱོལ་ནང་ལ་ཡོད་ངེས་བོད་མི་ཚང་མ་གིས་རང་བཙན་འཐབ་རྩོད་གང་ལ་འགན་འཁྱེར་དགོས་ཡ་གིས་འཛམ་གླིང་གི་ཆབ་སྲིད་འགྱུར་ལྡོག་གང་ལ་ཡ་གནད་འགག་ཆེན་པོ་ཞུ་གཏོང་གི་འདུག་སྐད་འདུག་རྣམ་རྒྱལ་ལགས་ཀྱིས་འདིའི་ཐོག་ལ་གང་འདྲི་ཟེར་གི་འདུག་ཞུས།
ཏང། ང་ཚོས་ཞིག་གི། སོ་སོའི་ཡིན་ཚུལ་གི་ད་འདི་རུ་འཛམ་བོག་གླིང་ཡིན་ཚུལ་གི། ང་ཚོ་བོད་སྐད་ནུས་སྟངས་དེ་ཡིན་ཚུལ་གི་ད་མཛའ་གྲགས་ཟེར་ན་འཛམ་བོག་གླིང་གི་ད་མང་པོ་ཟིག་གི་ང་ཚོ་དོ་སྣང་ཅི་འདོད་ནུ་གི་ཆགས་འདུག་ཡོད་ར་རྒྱལ་རིན་པོ་ཆེའི་བཀའ་དྲིན་དང་ང་ཚོ་སྲིད་སྐྱོང་གཉིས་བཀའ་དྲིན་དང་བོ་སྐྱི་བའི་ཡིན་ཚུལ་གི་ད་སྐབས་ལས་མང་པོ་ཉོས་ནས་བཀའ་དྲིན་གི་ཆགས་འདུག་ཡོད་ར་བ། ཡིན་ན་ཡང་ད་འཛམ་བུ་གླིང་གི་འགྱུར་སྟངས་དང་རྒྱལ་ཁའི་བའི་ནམ་ཉིན་སུ་ཡིན་ན་ར་སོ་སོའི་ཁེ་ཕན་དུ་མ་གཏོགས་མི་མི་ཡང་ང་ཚོ་བོད་གི་རྩ་དོན་གི་ཆེད་དུ་ཁོ་ཚོ་གཅིག་མ་ར་ཁོ་ཚོ་ར་ང་ར་སྐད་ཆ་བྱུང་སོང་ཁོང་ཚོ་ཡིན་ན། གཅིག་རྒྱལ་ཁབ་ཀྱི་འབྱོར་སྟངས་འདྲ་བོ་དང་ད་ཅིག་དེ་མིན་ལབ་དགོས་བྱ་དགོས་བྱ་དགོས་ཡ། ཡིན་ན་ཡང་ང་ཚོ་བོད་རང་གི་ང་ང་ཚོ་བོད་ཟི་ཡིན་པ་ཆ་ནས་ང་ང་ཚོ་བོད་སོ་སོ་ཡིན་ཚུལ་གྱི་སྐད་དང་རིག་གཞུང་ཁོར་ཡུག་ཞིག་ང་ཚོ་ལ་རག་ལས་ཡོད་རེད་བ་རྒྱ་གར་འབོད་ཀྱི་གོང་རྒྱག་གསུང་གི་འདུག་བ།

ཡིན་ན་ཡང་ང་ཚོ་ཝུའུ་ནན་ཨན་ཙི་གི་སོ་སོའི་ཆོས་དང་རིག་གཞུང་སྐད་ཡིག་ཡུལ་སྲོལ་གོམས་གཤིས་དང་རྒྱ་ནག་གི་མེས་པོར་བཟོ་བའི་ང་ཚོ་དབུགས་འཛིན་ནས་དྭངས་གསལ་དང་ང་ཚོའི་ཆོས་དང་རིག་གཞུང་འཛིན་ན་རྒྱལ་བ་རིན་པོ་ཆེ་ཟེར་གྱི་དང་ཟམ་གདོང་རིན་པོ་ཆེ་ཟེར་གྱི་དང་ཁོ་ཚོ་དུག་ནང་བཞིན་རྩི་གི་འདུག་ང་ཚོ་འདི་ཟིན་ནས་རང་དབང་ཡོད་རེད་ད་ཡིན་ན་ཡང་འོ་ན་ང་ཚོ་ཆོས་དད་རང་ཡོད་མ་རེད། སྐད་དང་རིག་གཞུང་སོ་སོ་ཡུལ་སྲོལ་གོམས་གཤིས་སྲོང་བརྒྱུད་ནས་ནས་རང་དབང་དུ་མེད་ཀ། མའོ་ཏི་ཞིག་ང་ཚོ་ཞིག། ཁོང་རིགས་ཀྱི་དགོངས་པ་ནང་བཞིན་གྱི་ང་ཚོ་འདི་མི་གི་གཅིག་གི་ཐུགས་དགོངས་དག་གནང་ཞོག་དེ་ང་ཚོ་དུས་དང་སོང་བ་ན་ང་ཚོ་ལྷོད་མེད་ཀྱི་རེད་བསམ་གི། སྟོན་པ་འདི་མི་ཆེན་པོ་ཟི་འཛམ་བུ་གླིང་མེད་རྗེས་སུ་ང་ཚོ་ཡོད་རེད། འདི་མི་བཀའ་དྲིན་ཆེན་པོ་ཟི་ང་ཚོ་ཞིག་གི་དུ་དངོས་ཟི་འགོ་རྒྱོ་ད། ཞིག་གི་ཁོང་གི་ཐུགས་རྗེའི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ང་ཚོ་འདི་མོ་ཟི་བྱུང་རེད་མོད། ཁོ་ཚོ་ང་ཚོ་དང་མེད་པ་ཡིན་ན་ད་ང་ཚོ་བོད་ཟས་དང་རྔ་མའི་བོད་ནང་ནས་སྐབས་ལེགས་ཁག་པོ་རེད། རྒྱ་ནག་གཞུང་རང་ཡིན་ཚུལ་གྱི་རྒྱལ་བ་རིན་པོ་ཆེའི་སྐྱེས་བུ་དམ་པ་འདི་མོས་ཟི་ཡོད་བའི་བཀའ་དྲིན་གྱི་རྩེ་ཡིས་ང་ཚོ་བོད་ཟས་ཀྱི་དང་མེད་པར་མི་བཟོ་རྒྱུ། ཅིག་ཅིག་གི་ཡོད་རེད་མི་མི་ག་ཞིག་ཁོ་ཚོ་མེད་ཡིན་ན་ང་ཚོ་ནུབ་མོ་མཚན་སྐད་ཆ་གཅིག་ནུབ་མོ་མཚན་ཁུ་རུ་རེད་མེད་པར་བཟོ་གི་རེད་ང་ཚོ་ཡིན་ན་ཡང་སྤྱི་བོ་བསྟན་པ་བཀའ་དྲིན་གྱི་ཡིན་ཚིག་གི་ང་ཚོ་བོད་ཟེར་རྒྱུ་དེ་ཡོད་ནོ་བཀའ་དྲིན་གྱི་ཐུགས་རྗེ་བྱིན་རླབས་ཀྱི་ང་ཚོ་འདི་ན་གཅིག་མྱི་ཟིག་བཟོས་ན་དབྱིག་གཟུགས་བཏང་ཟེར་ན་འཛམ་བུ་གླིང་གི་ཧ་གོ་གི་འདུག་ང་ཚོ།

ང་ཚོ་གཅིག་གི་བུ་དང་བུ་མོ་གི་འབྲི་ཚབ་སོ་སོའི་སེམས་ནང་གི་གལ་ཆེན་པོ་མི་གཅིག་ཆགས་ཀྱི་ཡོད་དེ་ཡིན་ཙང་ངས་ཐོག་མ་དེ་ངས་ཁྱེད་རང་ལ་བཙན་བྱོལ་ནང་ལ་འདི་ལ་ཕེབས་ཐུབ་བ་དེ་ལས་པའི་ཞི་བའི་དགའ་ཚོར་དང་སྦྲགས་ངས་ཁྱེད་རང་ལ་དེ་རིང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་དགའ་ཡོང་ཡིན། དེ་ནས་ང་དྲི་བ་མེད་ཁྱེད་རང་ལ་ཡང་བུ་ནོར་ལོག་ལ་དྭགས་ལྷག་པར་དུ་ང་རང་ཚོ་མདོ་སྨད་ཀྱི་ཕྱོགས་ལ་ཡག་པའི་ཞི་བུ་ཅིག་དཀའ་ངལ་འཕྲད་ནས་དེ་ཡི་གནད་དོན་མང་པོ་བྱས་ཏེ་ཕྱི་ལོག་ལ་གོ་ཐུག་འོག་མར་འདི་བྱས་ཏེ་ཟེར་མ་ཐལ། ད་བདག་གི་སྡེ་རབས་དེ་དགྲ་རྒྱ་གི་སྡེ་ར་ཡིན་ས་ནས་མང་པོ་བྱས་ལ་ཁྱེད་རང་གི་ཤུལ་རྒྱབ་དབུ་དེ་ལ་དངོས་གནས་དྲང་ནས་དེ་ལ་ཡང་ནི་རྒྱབ་སྐྱོར་བྱེད་མཁན་གྱི་ང་རང་ཚོ་དབུ་བོད་མིའི་དྲིན་གཟོས་ནི་ས་གནས་གང་ལ་མ་བསྐྱོད་ཅིག་ཚང་མ་གི་རོགས་སྐྱོར་ཡག་པོ་བྱེད་གི་འདུག་ལ་བྱས་པ་ནང་བཞིན་གྱི་ཁྱེད་རང་གི་ཡིན་ཆུ་མིན་ཆུ་མུ་མཐུད་ནས་ང་རང་ཚོ་བུ་བོའི་སྤྱི་ཚང་ནང་ང་སྡིག་ཨ་ཅེ་ཆེ་གེ་ཆེན་པོ་མཐོང་གི་མེད་ལ་དགེ་ཆེ་ཤོས་དག་ནི་ཡང་རྒྱལ་སྤྱིའི་གི་ཀྱི་སྐབས་དང་དེའི་མཇུག་ནས་འདི་འདྲའི་སྐབས་ལ་ཡ་ལྷག་པར་དུ་ཁྱེད་རང་གི་གནས་ཚུལ་དེ་གི་ཅིག་ཚ་བོ་ཚ་བོ་འདྲ་བོ་ཆགས་བསྡད་དེ་ཚང་མ་ངེས་པར་དུ་དེ་འདྲའི་ནང་ལ་དགོས་སྐལ་ལེན་ཨེ་ཐུབ་གང་ཐུབ་དུ་ལྟ་རོགས་གྱིས་ཞེས་ངས་འབོད་དགོས་ཡིན་ལ་དེའི་གི་འཁུར་ཡིག་སྤྲོད་ཡག་དེ་ཡོད་ངར་ཚོ་སྐུ་ངོ་ང་འདྲ་གཅིག་ལ་ནི་ཧང་སང་ཡག་གི་མཉམ་ཉོག་ཆེན་པོ་བཙན་བྱོལ་ནང་ལ་དེ་འདྲའི་ཆགས་བསྡད་དེ་ཚང་མ་ཁོང་ཚོ་མཉམ་དུ་འབྲེལ་བ་བྱས་ནས་ངེས་པར་དུ་རྒྱལ་སྤྱིའི་གི་ཐོག་ལ་ང་ཚོ་ནུ་ཨ་མིའི་ཐོབ་ཐང་དང་དེ་གི་ཐོག་ལ་ཤུགས་རྒྱག་རོགས་གྱིས་ཟེར་ནས་ངས་ཞུ་ཡག་དེ་འདྲས་བྱས་ཡིན་ཨ་ནི་དེ་ནི་ཏང་གི་མུ་རོགས་གི་ད་འདྲ་བཙུན་ཁོག་ནང་ལ་ཉང་སྟོང་དུ་ཤོད་ཡ་དེ་ཟེར་མ་ང་སྤྱི་ཐང་ནས་ཁ་བརྡ་བྱེད་དུས་ཡང་མ་གཏོགས་ང་འདི་ལ་བསྡད་ཡག་གི་ཞེ་དྲག་གི་འདོད་པ་མེད་སྐར་ཆེན་ལན་ལ་ང་མ་ངག་ཞུ་ཉག་དེ་དེ་ང་དེ་འདྲས་ནས་ཤི་དོན་འགུག་རྒྱག་གི་མེད་ཨ་ནི་གཟུགས་པོ་འདར་གཟུགས་རྒྱག་ཡག་དང་བསམ་པ་འཕར་ཡག་དེ་འདྲས་མ་སྐྱིད་ཕང་ཕང་པོ་ཡོང་བ་དེ་གི་ནམ་རྒྱུན་ང་དེ་སྐོར་ལ་ཕྱི་ལ་ཆེ་ཐུབ།

སྐྱེ་མེད་མགོན་མེད་བ་ཡིན་འདི་ཡང་བཙན་བྱོལ་ནང་ལས་འདི་ཡང་སྐྱེ་མེད་མགོན་མེད་འདྲ་པོ་ཆགས་པ་གཉིས་བསམ་པ་ཞིག་ཡོང་གི་འདུག་ཡིན་ནའང་བསམ་པ་ཞིག་གཞོམ་དགོས་ཡ་ང་རེ་བ་མེད་དེ་འདྲའི་རྩ་བ་ཉིད་ནས་མེད་ད་ང་ཚོའི་ཐབས་ཚུལ་གྱི་དེ་སངས་རྒྱས་པའི་ཆོས་གནས་དང་མ་གནས་ས་དེ་ང་ཚོ་བུ་རང་ཡོད་མེད་ལ་ཐུག་ཡིན་ས་ནི་སུ་སུ་གི་ཤི་ཁ་ལ་ཁ་ཡིན་ན་ཅིག་གར་ཟེར་ན་ཅི་ཁྱི་ཡ་ཞིག་ཡོད་བསམ་དེ་མིག་གིས་ག་རེ་བསམ་ན་སོ། རེ་བ། འདི་ཅི་འདི་བསམ། ད་ལྟ་ཁྱེད་རང་གིས་ང་ད་གིན་འདི་ལ་འཁྲུག་བསྡད་ག་རེ། བཙུན་ཁོང་ནང་ལག་ལ་ཡ། ཞོལ་ཁའི་ཆུ་ཚོད་དྲུག་པ་ནི། གོང་ད་ཆུ་ཚོད་བཅུ་པ་སོ་པ་ད་ང་ཚོ་ལས་ཀ་སྤྲད་གི་ཡོད་ཨ། ང་ད། རྟ་འུ་ནང་ལ་འདི་མ། མང་པོ་ཅིག་ལ་སྐོར་ར་བརྒྱབ་ནས་ད་གང་ད་ང་མྱང་ཡ་བཙུན་ཁོང་ནང་ལ་བསྡད་པའི་རིན་ལ། ངས་ད་ལྟ་ཁོ་ཚོ་ལ་ཤེར་ཕྱིན་བཞུགས་ག་ཡ་ག་རེ་རེད། ཞོགས་ཀྱི་ཆུ་ཚོད་དྲུག་པ་ནས་དགོང་ཟླ་ཆུ་ཚོད་བཅུ་པ་བར་དུ་ལས་ཀ་ག་རེ་ལེན་གི་ཡོད་རེད་ལབ་ན་ལས་ཀ་དང་གི་མོག་ལ་ཡ་འདི་རེད་དེ་གཅིག་ལབ་པ་རྨ་བྱ་དང་ཨ་ནི་དྲུག་བརྒྱ་བདུན་བརྒྱ་དེ་འདྲི་ཚོང་དགོས་ཡ་འདུག་ལབ་སོང་ངས་དེའི་སྐོར་ལ་ནན་པོས་ཅིག་ཞུས་ན་བསམ་སོང། དེའི་སྐར་ཕྱིར་ཟེར་ན། ཁོ་ཚོ་གི་རྒྱ་མི་གི་བཀྲག་དང་བཀྲག་མང་པོ་ཁེལ་ཡོང་ནས། ང་ཚོ་ལ་སྟུ་རྒྱག་ལ་མ་རྒྱག་ལ་གི་དེ་གི་ཐོག་ནས་ལས་ཀ་ཨ་ན་གྱི་མེད་པའི་ཐོག་ནས་ལས་ཀ་བྱེད་ཅི་དགོས་རེད་དེའི་ལས་ཀ་བྱས་དེ་གི་བཙུན་པ་སྟོང་ཕྲག་གསུམ་དང་བཞི་པ་རོ་ལ་མ་ཁ་ཤས་ལོས་ཀི་ལོས་ཀི་དེ་འདྲས་ཡོང་ས་པ་ལས་ཀི་ལས་ཀི་དེ་འདྲས་བྱས་ནས་སྐོར་ར་རྒྱལ་ནས་གླ་ཆ་ཨ་ན་གྱི་མེད་པའི་ཐོག་ནས་དེ་འཛམ་གླིང་ལ་བ་ཙོང་འགྲོ་ནས་བན་ཆོས་ཀི་ཐོག་ལ་ཁིབ་སོང་དེ་ང་ཚོ་འདི་ལ་ཉི་མ་གཅིག་གི་གླ་ཆ་ག་ཚིག་རག་འོས་དོ་དེ་ལ་བསམ་བློ་གྱི་བཏང་དགོས་ཡ་རེད་གར་གྱི་ནང་སྦུ་པ། བཞི་ལི་སྦུབ་མིག་སྟོང་ཕྲག་མང་པོ་ཚུན་ཁོག་ནང་ལོ་བཅུ་བ་རེ་ལ་ད་འདི་ཡོད་རེད་བ། འདི་གཅིག་བྱེད། ཨ་ནི། གཉིས་པ་འདི་ད་ལྟ་འདི་རེད། ཚུན་ཁོག་ནང་ལ་ཡ་དབྱེ་འབྱེད་འདི་ལས་ཀ་མ་ཚར་ན་དབྱེ་འབྱེད་དང་རྒྱ་མེད་དུ་སོང་ལ་ཨ་ནི་སུ་ཚུགས་ཀྱི་སྐྱེད་མེད་སྤུ་གུ་ནང་མེད་དུ་སོང་ལ་ཁ་པར་གཏོང་བཅོལ་ཡ་དང་ང་ཚོ་ལ་སྒོ་སྐལ་མ་རག་ཡ་འདི་འདི་མི་རིགས་ཀྱི་དབྱེ་འབྱེད་གཅིག་བྱེད། ལྷག་པར་དུ་ངས་ག་རེ་ཞུ་གི་ཡོད་ཟེར་ན། རྒྱ་མི་གིས་ད་ལྟ་རྒྱ་གར་འདི་ང་ཚོ་ལ་བཙུན་ཁོག་ནང་ལ་བཙན་འོག་བཏང་ནས་ང་ཅི་ད་ཉི་ད་ཞི་བོ་རག་ཚར་རེད། ཤི་སོང་ན་ང་འདི་འབྱོང་གི་མ་རེད་ལེ། འབྱོང་ཡི་ཐུག་གི་མ་རེད་ལེ་ངས། དེའི་ཕྱིར་ང་འདི་གི་ཞི་བོ་རག་ཚར་ད་ང་འདི་སྐད་ཆ་བཤད་གི་མེད་ང་ད་ད་ག་རེ་ཡིན་ན་འདི་གཅིག་བཤད་རོགས་ཚང་མ་གཅིག་དྲན་ནས་ནི་བསམ་པ་སྐྱོ་མེད་སྐྱོ་ཆག་འགྲོ་གི་འདུག་གང་ལྟ་ངས་ག་རེ་ཞུ་གི་འོ་རེད་ཟེར་ན། དེ་ནི་ཁོང་ཚོ་གིས་ང་ཚོ་སྤུ་པ་ཚང་མ་སྐད་བཏང་ནས་ཨ་ནི་ག་རེ་ཟེར་ན་འདི་ལབ་གི་རེད་འདི། བཙུན་ཁོང་ནང་ལོགས་ལ་ཁྲིམས་དང་སྒྲིག་གཞི་དང་ཨ་ནི་གར་ཟེར་ན་དེ་འདྲའི་མང་པོ་ཞིག་བོད་ཀྱི་རྒྱ་མི་གི་ཐོག་ལ་ལབ་དགོས་རེད། དེའི་ལབ་དེ་ཚང་མ་ག་རེ་བྱེད་དགོས་རེད། དེའི་ནང་ལོགས་ལ་ཚིག་ལ་མི་རིང་མཐུན་སྒྲིལ་ལ་ཞུགས་ན་ཟེར་ཚིག་འདྲ་བོ་དེ་འདྲའི་གླེང་ཡང་དེ་ཚང་མ་ཁོ་བོས་པར་རྒྱག་དགོས་རེད། པར་རྒྱག་ནི་དེའི་ལས་རེད།

ཁྱེད། ཨོ་དེ། ཁྱེད་ལ་དྲི་བ་བསྐུར་ཡག་གལ་གལ་མེད་ཁྱེད་བོད་ནང་ལ་བཞུགས་ནས་བོད་མི་རིགས་ཀྱི་འཐབ་རྩོད་བྱས་ནས་བཙོན་ཁང་ནང་འཛུལ་བྱས་དེ་ལ་ཕན་ནས་ཁྱེད་ཀྱི་སྙིང་སྟོང་དེ་ཚོ་སྤར་ཏེ་རྒྱལ་བ་རིན་པོ་ཆེ་སྐུ་པར་འཁྱིལ་ནས་ཁྲོམ་ར་ཁྱེད་ལ་ཐོན་བ་དེ་ཚོ་ང་རང་མིག་གིས་མཇལ་མྱོང། དེ་ཕྱིར་དེ་རིང་དེ་རིང་ངས་མངོན་སུམ་དེ་མཇལ་བ་དེ་ལ་ངའི་སྙིང་ཐག་པ་ནས་ང་རང་ཡང་དགའ་བོ་བྱུང། ག་ལ། འཐབ་རྩོད་བྱེད་ངེས་མི་གཅིག། ངའི་མིག་དངོས་པོ་ལ་མཇལ་ལ་ལ་བ་འདི་ང་དཔེ་དགའ་བོ་བྱུང། དེ་ནི་ངེད་ཀྱི་མི་ཚེ་འདི་ནང་ལ་ཡང་ང་དེ་འདྲའི་ཤེས་པ་ཡོད་ངེས་དང་ཡོན་ཏན་ཡོད་ངེས་དེ་འདྲའི་གལ་མེད། ཡིན་ན་ང་རང་གི་མི་ཚེ་འདི་ནང་ལ་ངས་སྐད་འབོད་དང་ལས་འགུལ་ཤ་སྟག་སྤེལ་ནས་འགྲོ་བསྡད་མཁན་མི་ཅིག་ཡིན། འདིའི་ལས་འགུལ་དེ་ངས་བོད་རང་བཙན་ཐོག་ལ་སྤེལ་གྱི་ཡོད། དེ་འདི་ཆེ་རིགས་ཀྱིས་གསུངས་སོང་ང་ཚོས་ཆོས་དང་རིག་གཞུང་བདག་པོ་རྒྱབ་ན་དེར་ང་ཚོ་འགྲིག་འདོད་ཡོད་བ་ཞིག་གསུངས་སོང། ང་ག་དུས་ནས་འདི་འདོད་པ་ཚིག་འགུལ་མེད། ག་ཅིག་ཚིག་འགུལ་མེད་ཟེར་ན། ང་ཚོའི་བོད་འདི་རང་བཙན་ཆགས་མ་ཐུབ་ན། ད་ལྟ་དཔེར་ན་ཕྱི་རིགས་དག་མཚོ་སྔོན་ཞིང་ཆེན་ནས་རེད་འདུག་བ་ལ་མཚོ་སྔོན་ཞིང་ཆེན་ནས་མཚོ་སྔོན་ཞིང་ཆེན་ངས་གོ་མཐོང་བྱས་ན་མཚོ་སྔོན་ཞིང་ཆེན་ནང་ལ་མི་འབུམ་བདུན་ཡོད་རེད་ས། འདི་ནང་ལ་བོད་པ་འབུམ་གཅིག་རེད་ས། རྒྱ་མི་འབུམ་དྲུག་ལས་ད་རེད་ས། ང་ཚོ་བོད་ཀྱི་རིག་གཞུང་དང་ཆོས་དེ་ག་འདྲ་ཞིག་ང་ཚོ་སྲུང་སྐྱབས་བྱེད་ཐུབ་རེད་ར་བ། ད་འདི་ཁྱེད་རྣམ་པ་མང་པོ་ཞིག་གི་ལབ་ཁ་བལྟ་གི་འདུག་བ། ང་ཚོ་སྐད་འབོད་བྱེད་དེ་ལེན་གི་བྱེད་དེ་ཁྱེད་རྣམ་པ་ཡོང་གི་ཡོད་བས། འདིར་ངས་ཕྱི་རིགས་བདུན་ལ་ཞུ་གི་ཡིན་སྐད་ཆ་དྲང་པོ་ཡིན། ཡོང་གི་ཡོད་བས་བྱུང་སོང། སྐད་ཆ་དྲང་པོ་ཡོང་གི་ཡོད་པས་མིག་གིས་མཐོང་མཐོང་བྱེད་ཀྱི་མེད་པ་ངོ་ཚ་བོར་དང་དེ་རིང་འཆམ་གཞི་རྩོམ་པ་བདུན་ལ་མོ་གི་དངོས་གནས་ཤེས་ཀྱི་འདུག་གཉིས་ཀྱིས་ང་ཚོས་རྡོག་རྩ་གཅིག་སྒྲིལ་བྱེད་སྲིད་ལས་འགུལ་བྱེད་སྲིད་ཚང་མ་སྐད་འབོད་རྒྱབ་སྲིད་འཛམ་གླིང་རྒྱ་ཆེ་གི་མདུན་དང་ཡིན་ན་འདྲ་རྒྱ་མིའི་གཞུང་རྩ་མདུན་ལ་ཡིན་ན་ཡོང་གི་ཡོད་པས་ངོ་ཚ་བོར་དང་ངོ་ཇི་ལྟ་འདྲ་ལྟ་བ་ལག་པ་བརྡབ་དེ་རིང་བྱས་ཡ་མ་རེད་མགོ་སྒུར་སྒུར་བཞིན་བསྡད་དགོས་རེད་བྱས་ན་སུ་དེ་རིང་དངོས་གནས་དེ་འཆམ་གཞི་རྩོམ་པ་དངོས་གནས་ཅིག་བོད་ནང་ལ་དཀའ་ལས་བརྒྱབ་དེ་ངེད་ཀྱི་མི་ཞིག་སླེབས་ནས་ད་རིང་བཤད་ཀྱི་ཡོད་རེད་ངས་དངོས་གནས་དྲང་གནས་ཡིན་དང་ང་ཆེད་ལས་ལ་སྐད་ཀ་ཞེ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ངས་དུས་ནམ་ཡང་བརྗེད་མི་ཡོང། ཅེས་ད་རོ་བ། སྐད་ཆ་དྲང་པོ་ཡིན་སོ་སོ། ད་མདོ་ལོ་ཆུང་ཆུང་དེ་འདྲས། མི་རིགས་གསར་བ། ང་ཚོའི་བོད་པ་ལོ་ཆུང་ཆུང་བུ་སྤུ་སྤོ་མོ་དེ་ཚོ། བོད་ཀྱི་འཐབ་རྩོད་ཧ་གོ་འདོད་བྱེད་ཀྱི་འདུག་བས་དེ་བཟང། མོ་ལ་གཟིགས། བུ་མོ་འདི་ལོ་ཆུང་ཆུང་རེད་བ། བུ་མོ་ལོ་ཆུང་ཆུང་འདི་གིས་བོད་རྒྱལ་ཁབ་སྐྱོང་ད་ལ་སོག་ལོས་ག་འགྲོ། ང་ཚོ་དེ་བཟང་ཨེ་ན་ཨ་རིས་ཡོད་པའི་སྤུ་གུ་ཆུང་ཆུང་དེ་ཚོ་བྱེད་ཀྱི་འདུག་བས། དེ་ཚོ་བསམ་བློ་བཏང་དགོས་ཡ་རེད་ད་བ་སུ་བུ། ད་ང་ཚོའི་རྔམ།

མཇུག་སྒྲིལ་བ་ཡིན་མཐའ་མ་དེ་ལ་ད་ལྟ་དེ་ང་ཚོ་ས་གནས་ནིའུ་ཡོག་སྤོ་སྒྱུར་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་ད་ལྟ་དེ་བློ་བཟང་ཚེ་རིང་ལགས་ནི་དེ་རིང་གི་ང་ཚོ་ཐུགས་རྗེ་ཆེ་ཞེས་གསུངས་བཤད་གནང་རོགས་གཅེས་ལ་ཞུ་བ་ཡིན་བློ་བཟང་ཚེ་རིང་ལགས་ཡར་ཕེབས་རོགས་གནང།
ཚང་མ་ལ་དགོང་མོ་བདེ་ལེགས་ཞུ་ཡི་ཡིན། ད་ང་ཞེ་དྲག་ཞུགས་མེད་ང་དེ་རིང་འདས་ལ་ཐུགས་རྗེ་ཆེ་གཅིག་པུ་ཞུ་ཡ་རེད། རྩ་བའི་ལྟ་མང་པོ་ཞུ་ཡས་འདུག་དེ་ཨ་ནི་ད་དེ་རིང་དུས་ཚོད་རིང་པོ་འགྲོ་ཆགས་ཚ་ཨ་ནི་དེ་རྡོག་རྡོག་གི་རང་ཞུ་ཞིག་ཡིན། དེ་རིང་འདི་གར་དབུས་བོད་མིའི་སྒྲིག་འཛུགས་བྱང་མངའ་རིས་སྐུ་ཚབ་དོན་གཅོད་ཁང་ནས་དམིགས་བསལ་གལ་ཆེ་དོན་ཆེར་བོད་བསྟན་པ་ཆབ་སྲིད་དང་མི་རིགས་ཀྱི་བདེ་ཐབས། བོད་དོན་བདེན་པའི་འཐབ་རྩོད་རང་དབང་རང་བཙན་སླར་གསོའི་བོད་ཀྱི་ད་ལྟའི་རྫ་བྲག་གི་གནས་སྟངས་རྒྱལ་སྤྱིའི་གཞུང་དང་མང་ཚོགས་དེ་བཞིན་རང་རེའི་མང་ཚོགས་ལ་བོད་ཀྱི་ཆབ་སྲིད་བཙུན་བསུ་དགེ་བཅས་དཔའ་མོ་རྣམས་ཀྱི་མཆོག་ནས་རྗེ་བཙོན་ཁང་ནང་དངོས་སུ་བཟོད་དཀའི་དཀའ་སྡུག་སྡུག་སྦྱོང་མནར་གཅོད་ཇེ་མྱོང་གི་མྱོང་ཚོར་འགྲེལ་བརྗོད་དང་གཏམ་བཤད་ཀྱི་ཆེད་དུ་ཆེད་ཕེབས་གནང་བའི་བོད་ཀྱི་ཆབ་སྲིད་བཙོན་བསུ་དགེ་བཅས་དཔའ་མོ།

དང་དེ་ནང་བཞིན་ཨ་ནི་ང་ཚོ་དབུས་བོད་མིའི་སྒྲིག་འཛུགས་ཀྱི་ལས་ཀྱི་སྣེ་མོ་རྟོགས་པ་ཟུར་པ་དང་དེ་ནང་བཞིན་དབུས་བོད་མིའི་སྒྲིག་འཛུགས་བྱང་ཨ་རི་དོན་གཅོད་ཁང་གི་སྐུ་ཚབ་བོད་རིགས་འབྲེལ་གཏུག་པ་སྐུ་ངོ་ཀུན་དགའ་བཀྲ་ཤིས་མཆོག་ནིའུ་ཡོག་དང་ནིའུ་ཇར་སི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་སྐལ་བཟང་ཚེ་རིང་མཆོག་དང་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་རྣམ་པ། མདོ་ཁམས་ཆུ་བཞི་སྒང་དྲུག་གི་ཚོགས་གཙོ་ནོར་བུ་ལྷ་མོ་མཆོག་དང་རྒྱུན་ལས་རྣམ་པ། ས་གནས་དབུས་གཙང་ཆོལ་ཁའི་ཚོགས་གཙོ་བུ་ཆུང་ཚེ་རིང་མཆོག་དང་རྒྱུན་ལས་རྣམ་པ། ས་གནས་མདོ་སྨད་ཆོལ་ཁའི་ཚོགས་གཙོ་ཨ་རིག་འཇུ་མེད་མཆོག་དང་རྒྱུན་ལས་རྣམ་པ། ངའི་ཕྱག་རོགས་ནིའུ་ཡོག་དང་ནིའུ་ཇར་སི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་རྒྱུན་ལས་དང་དབུས་རྒྱུན་ཟུར་པ་དེ་ན་བཞིན་ཨ་ནེ། དེ་བཞིན་རྒྱལ་ཞེན་ལྡན་པས་དེ་རིང་འདི་གར་ཚོགས་ཕེབས། གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་ལས་ཀྱི་སྣེ་མོ་གཏོགས་པ་སྤྱི་དང། མང་ཚོགས་ཡོངས་ལ་ཆེ་མཐོང་དང་གུས་བརྩི་ལྡན་པའི་ཐོག་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང། རྒྱུན་དུ་བོད་དོན་བདེན་པའི་འཐབ་རྩོད་ཀྱི་ཆེད་དུ་དོགས་པ་རྣམ་རྟོག་དང་འཛེམ་ཟོན་མེད་པར་རང་གི་ལྟ་བ་ལངས་ཕྱོགས་གང་ཡིན་མ་ལྟོས་པར་བོད་རྒྱལ་ཁབ་དང་མི་རིགས་ཀྱི་བདེ་ཐབས་ཆེད་དུ་རང་གི་གཅེས་པའི་ལུས་སྲོག་ཀྱང་མེ་མཆོད་གནང་མཁན་རྒྱལ་གཅེས་དཔའ་བོ་དང་དཔའ་མོའི་དགོས་འདུན་དང་ཁ་ཆེམས་གཞིས་ལུས་བོད་རིགས་སྤུན་ཟླ་ཚོའི་རེ་བ་དང་མངོན་འདོད་སྒྲུབ་པའི་ཆེད་དུ་ཁོང་རྣམ་པས་ངོ་ཚབ་མཚོན་པའི་ཐོག་ནས་བོད་དོན་འཐབ་རྩོད་ཀྱི་ལས་འགུལ་ལ་ཚང་མས་ནུས་པ་མཉམ་སྤུངས་གནང་རྒྱུ་ཤིན་ཏུ་ནས་གལ་འགངས་ཆེ་བ་དང་དུས་ལ་བབ་འདུག་ཞུས་ཡིན། ཚོགས་པ་དེར་ཐོག་མ་དེར་བོད་ཀྱི་ཆབ་སྲིད་བཙོན་ཟུར་རྒྱལ་གཅེས་དཔའ་མོ་རྣམ་འབྱེད་མཆོག་དང་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་རང་གི་སྲོག་ཀྱང་འདོར་ནུས་པའི་སྙིང་སྟོབས་དང་སེམས་ཤུགས་ལ་གུས་བརྩི་ཆེན་པོས་ཡི་རངས་བསྔགས་བརྗོད་དང། རྗེ་བཙོན་ཁང་ནང་ལོ་མང་བློ་ཡུལ་ལས་འདས་པའི་བཟོད་དཀའི་མནར་གཅོད་ཚད་མེད་མྱོང་བའི་ཡིད་སྐྱོའི་གནས་སྟངས་ཀྱི་མྱོང་ཚོར་ད་ལམ་མང་ཚོགས་ལ་འགྲེལ་བརྗོད་གནང་བར་ཡིད་སྐྱོ། ཁོང་ནས་བོད་རྒྱལ་ཁབ་དང་མི་རིགས་ཀྱི་བདེ་ཐབས་སླད་ཧ་ལས་པའི་བློས་གཏོང་གནང་བར་བཀའ་དྲིན་དྲན་པའི་ཐོག་ནས་ཐུགས་རྗེ་བླ་མེད་དུ་ཆེ་ཞེས་ལན་བརྒྱར་ཞུ་རྒྱུ་ཡིན། རྣམ་པ་ཚོ་ཚང་མ་ཐུགས་ཆེ་གནང་གསུང་རོགས་གནང་མོ་རང་ལ་ར། ལན་བརྒྱར་ཞུ་རྒྱུ་དང། དགེ་བྱེད་དཔའ་མོ་དང། དཔའ་བོ་དང་དཔའ་མོ་དག་གི་བློས་གཏོང་ནམ་ཡང་མ་བརྗེད་པར་བཀའ་དྲིན་བསམ་ཤེས་ཀྱིས་བོད་དོན་བདེན་པའི་འཐབ་རྩོད་ལ་ཚང་མས་སྔར་ལྷག་ནུས་པ་མཉམ་སྤུངས་གནང་རྒྱུ། མཉམ་སྤུངས་བྱ་རྒྱུའི་གཡོ་མེད་དམ་བཅའ་འཇོག་རྒྱུའི་གི་དུས་ལ་བབས་འདུག་དབུས་བོད་མིའི་སྒྲིག་འཛུགས་བྱང་ཨ་རི་སྐུ་ཚབ་དོན་གཅོད་ཁང་ནས་དགོངས་པ་ཆེ་བཞེས་ཀྱིས་ད་ལམ་བོད་དོན་དྲིལ་བསྒྲགས་ཀྱི་སྐོར་བརྗོད་འདི་གོ་སྒྲིག་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་དང་སྦྲགས། བྱང་ཨ་རིའི་སྐུ་ཚབ་བོད་རིགས་འབྲེལ་མཐུད་པ་སྐུ་ངོ་ཀུན་དགའ་བཀྲ་ཤིས་མཆོག་ནས་དེ་རིང་འདི་གར་ཆེད་ཕེབས། བོད་ཀྱི་ཆབ་སྲིད་བཙོན་ཟུར་རྒྱལ་གཅེས་དཔའ་མོ་རྣམ་རྒྱལ་མཆོག་ལ་བྱང་ཨ་རིའི་བོད་མིའི་འདུ་སྡོད་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་བོད་དོན་གཏམ་བཤད་དང་འབྲེལ་གཏམ་བཤད་དང་དྲིལ་བསྒྲགས་ལྷག་པར་དོ་བདག་རང་ཉིད་ནས་བོད་དོན་འཐབ་རྩོད་དང་འབྲེལ་བའི་ལས་འགུལ་མཉམ་ཞུགས་རྐྱེན་པས་རྗེས་བཙོན་ཁང་ནང་ལོ་མང་སྡུག་སྦྱོང་མནར་གཅོད་བྱེད་མྱོང་གི་དངོས་ཡོད་མྱོང་ཚོར་གནས་སྟངས་མང་ཚོགས་ལ་འགྲེལ་བརྗོད་བྱ་རྒྱུའི་ལས་རིམ་དམིགས་བསལ་གོ་སྒྲིག་དང་ངོ་སྤྲོད་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ། ནིའུ་ཡོག་དང་ནིའུ་ཇར་སི་སྐེ་ན་ཀྲི་ཀའི་མདོ་ཁམས་ཆུ་བཞི་སྒང་དྲུག་ཚོགས་གཙོ་ནོར་བུ་ལྷ་མོ་མཆོག་ནས་བོད་ཀྱི་ཆབ་སྲིད་བཙོན་ཟུར་རྒྱལ་གཅེས་དཔའ་མོ་རྣམ་རྒྱལ་མཆོག་གིས་མང་ཚོགས་ལ་གཏམ་བཤད་ལས་རིམ་འདི་ས་གནས་བོད་ཀྱི་ས་གནས་བོད་རིགས་སྤྱི་མཐུན་ཚོགས་པ་དང་ཚོགས་པ་ཆེ་ཁག་ནས་ཚོགས་པ་ཆེ་ཁག་ཐུན་མོང་ནས་གོ་སྒྲིག་གནང་དགོས་པའི་གནད་དོན་འགྲེལ་བརྗོད་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ། ནིའུ་ཡོག། ནིའུ་ཡོག་དང་ནིའུ་ཇར་སི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་སྐལ་བཟང་ཚེ་རིང་མཆོག་ནས་བོད་ཀྱི་ཆབ་སྲིད་བཙོན་ཟུར་རྒྱལ་གཅེས་དཔའ་མོ་རྣམ་སྐྱིད་མཆོག་གི་སྐུ་ཚེའི་ལོ་རྒྱུས་སྙིང་བསྡུས་ངོ་སྤྲོད་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ། བྱང་ཨ་རི་ས་གནས་མདོ་སྨད་ཚོགས་གཙོ་ཨ་རི་འགྱུར་མེད་མཆོག་ནས་དེ་རིང་གི་བོད་ཀྱི་ཆབ་སྲིད་བཙོན་ཟུར་རྒྱལ་གཅེས་དཔའ་མོ་རྣམ་རྒྱལ་མཆོག་གིས། གལ་ཆེའི་གཏམ་བཤད་དང་དྲི་བ་དྲིས་ལན་གྱི་ལས་རིམ་གཙོ་སྦྱོང་དེ་བཞིན་སྐད་བསྒྱུར་དགོས་གལ་སྐད་བསྒྱུར་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་དང། དེ་བཞིན་དེ་རིང་གཏམ་བཤད་ལས་རིམ་འདི་ལ་གལ་པོ་གལ་ཆེ་དོན་ཆེན་བརྩིས་ཏེ། རང་དོན་ཕྱུག་འགྱུར་གྱི་འདི་གར་ཆེད་ཕེབས་གནང་མཁན་དགེ་བཤེས་སེར་སྐྱ་མི་དམངས་ཡོངས་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ཨ་འདི་ན་བཞིན་དེ་རིང་འདའི་དྲི་བ་དྲིས་ལན་གནང་མཁན་དང་འདི་ན་བཞིན་ང་རང་ཚོའི་ཚོགས་པ་ཆེ་ཁག་བཞིའི་གི་ངོས་ནས་དང་བོད་རིགས་སྤྱི་མཐུན་ཚོགས་པའི་གི་ངོས་ནས་དེ་རིང་གོ་སྒྲིག་གནང་པ་དང་ཨ་འདི་ན་བཞིན་དེ་རིང་འདའི་ཕེབས་མཁན་ཚོགས་ཁང་འདི་ན་ལ་ཡོད་མཁན་ཡོད་དོ་ཅོག་ལ་ཐུགས་རྗེ་ཆེ་ཐུགས་རྗེ་བཀའ་དྲིན་ཆེ་ལ་ཞུ་ཡ་ཡིན་ཐུགས་ཆེ་གནང་དེ་འདྲའི་གི་ལ་འདི་རིང་གྲོལ་ཡིན་ཐུགས་ཆེ་གནང།